ཚོགས་གཙོ་ཕུན་ཚོགས་དབུས་པས་ཨ་ནི་རྒྱུན་ལས་གཙོ་བོ་གི་རྐང་འགན་བཞེས་པའི་ཐོག་ནས་དེ་རིང་འདི་འདུ་འཛོམས་བྱེད་མུ་ཐུག་གོ་སྒྲིག་ཞུས་སོང་ཙང་དེ་ཞེ་དྲག་དགའ་བོ་བྱུང་དེ་ཡང་ངས་གོ་སྒྲིག་ཞུ་མཁན་དང་ཕྱག་ལས་གཙོ་བོ་གནང་མཁན་ཚོ་ལ་རིགས་ངེས་ལ་ཡང་ཐུགས་རྗེ་ཆེ་ཞེས་ཞུ་གི་ཡོད། དེ་ནས་གཉིས་པ་འདི་ལ་ཡང་ད་ཀྱི་མཛད་རིམ་འདི་ཚོའི་ནང་ལ་ཡང་དངོས་གནས་དང་པོ།

ཨ་ནེ་ཡིས་ང་རང་ཚོ་གི་རོགས་ཚོགས་ཀྱི་ནང་ནས་བཀྲ་ཤིས་ལགས་ཚོ་རེད། ཨ་ཐག་ལེ་ཤ་ཨ་ལམ་དང་ཨ་ལམ་གྱི་གྲོགས་པོ་ཚོ་རེད། ཡིན་དེ་ནང་བཞིན་གྱི་དེ་བུ་ཕྲུག་ཁྱིམ་སྡེ་གྱི་སློབ་གསོ་ལས་གསོ་ཨ་ལྷག་པར་དུ་ཡང་ཨ་ནེ་ང་རང་ཚོ་བུ་ཕྲུག་ཁྱིམ་སྡེ་ལ་རྒྱབ་སྐྱོར་གནང་མཁན་གྱི་དེ་ཨ་ནེ་སྤེལ་མཁན་ཚང་མ་ཐམས་ཅད་ལ་ཡང་ང་རང་སྒེར་གྱི་ངོས་ནས་རེད་ཨ་ནེ་བུ་ཕྲུག་ཁྱིམ་སྡེ།

འཁོར་ལོ་དགུ་བཅུ་ཕེབས་པའི་སྐུའི་གོ་སྟོན་དང་འབྲེལ་དེ་རིང་འདས་བུ་ཕྲུག་ཁྱིམ་སྡེའི་གླིང་གེ་འདི་ཡ་ནི། འདུ་འཛོམས་འདི་དང་གྲགས་ཆེ་ཆེ་ཨ་ནི་ང་རང་ཚོ་བཀའ་དྲིན་རྗེས་དྲན་ཞུ་ཡས་ཀྱི་ཨ་ནི་དུས་ཚོད་ཁྱད་པར་ཅན་ཆགས་འདི་སྐོར་རེད། བཀའ་དྲིན་རྗེས་དྲན་ཞུ་ཡས་སྐོར་ད་ལྟ་ང་རང་ཚོ་གང་ཡིན་པ་དེ་གས་ཚང་མ། དང་པོ་དེ། སྐྱབས་མགོན་རིན་པོ་ཆེ་གི་ཨ་ཁུ་ཐུགས་རྗེ་བཀའ་དྲིན་ཉག་གཅིག་ཡིན་པ་འདི་ང་ཚོའི་དུས་དང་རྣམ་པ་ཀུན་ཏུ་སེམས་ནང་ལ་ཡ་དྲན་དགོས་ཡ་བྱེད་དང་བསམ་དགོས་ཡ་བྱེད་དང་ལྷ་རབ་བྱུང་ན་ཨ་ནི་ཁོང་གི་ཨ་ནི་བཀའ་སློབ་ལམ་སྟོན་འདི་སྐད་དེ་ང་ཚོའི་སྙིང་ལ་བཅངས་པའི་ཐོག་ནས་ཨ་ནི་གཞན་ཕན་གྱི་བསམ་བློ་ཡོད་བསྡད་པ་དེ་གལ་ཆེན་པོ་ཞིག་རེད་བསམ་གྱི་ཡོད། དེ་འདྲའི་ཅིག་གི་ཐོག་ནས་ད་བུ་ཕྲུག་ཁྱིམ་སྡེ་གི་གནས་སྟངས་ལྟ་ཀྱི་མང་གསུང་དང་ད་གང་ཡང་གཞི་རྩ་གང་ཡང་མེད་པ་ཅིག་ནི་སྐྱབས་མགོན་དོན་གྱི་དམ་དུ་ཕྱོགས་ཏེ། ཐུགས་བསྐྱེད་བྱིན་རླབས་དང་དབུ་མཐོང་གི་སྤྱན་མོ་ཚེ་རིང་སྒྲོལ་མ་དམ་པ་མཆོག། དག་སྣང་ཞིང་ཀུན་གཅུང་མོ། ཨ་མ་བྱི་ཟུན་པད་མ། གངས་ལྗོངས་བོད་ཀྱི་ཨ་མ། མཆོག། དབུས་བལ་གྱི་ཨ་ནེ་ལས་བཅས། འབད་བརྩོན་མང་པོ་ཞི་བུ་གཅིག་གི་ཨ་ནེ། སྐུ་ལས་བསྐྱོན་པ་དང་ལྷག་པར་དུ་ཡང་དངོས་གནས་དྲང་གནས་ཨ་ནེ་དེའི་དང་ད་ལྟ། ཡོད་བཞིན་བལ་གྱི་ཨ་ནེར་སྦྱིན་བདག་མང་པོ་ཞི་བུ་གཅིག་གི། ཨ་ནི་རྒྱབ་སྐྱོར་གནང་བ་འདི་ལ་བརྟེན་བྱས་རྗེས་ཨ་ནི་བུ་རུ་ཁྱིམ་སྡེ་གི་རྣམ་པ་ག་རེ་ཡིན་པ་འདི་ང་ཚང་མས་མཁྱེན་དཔྱོད་བྱེད་དགོས་ཀྱི་རེད། པུའུ་ལྔ་བཅུ་ང་གཅིག་ནས་འགོ་བཙུགས་རྗེས་ཨ་ནི་ད་ལྟ་བར་དུ་ལ་ཡང་བུ་རུ་ཁྱིམ་སྡེ་གིས་ཨ་ནི་བོད་པའི་སྤྱི་ཚོགས་ཀྱི་ནང་ལ་ཡང་དངོས་གནས་དྲ་གནས་ཁྱད་པར་ཆེན་པོ་ཞུགས་སྲོལ་རེད་བསམ་གྱི་འདུག་ག་རེད་ཟེར་ན། སློབ་སྦྱོང་གི་གོ་སྐབས་ཐོབ་པ་འདི་སྟོང་ཕྲག་ལྔ་བཅུ་ང་གཅིག་ལྷག་ཐོབ་འདུག་བ།

ཞབས་ཀྱི་རླབས་པོ་ཆེ་ཞུ་ཐུབ་ཡས་དེ་གས་དེའི་གོང་དུ་ཞུ་ན་བཞིན་ཨ་ནེ་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བྱིན་རླབས་དང་ཨ་ནེ་ལྷ་བྱུང་སྐུ་གཞོན་དབུས་པའི་ཚང་མས་ཀྱི་བཀའ་དྲིན་རྟེན་འབྱུང་བ་འདི་ང་ཚོ་ག་དུས་ཡིན་ཡང་སེམས་ན་ཡང་དྲན་དེ་གི་ཡོད་ལ་ཡང་བཅང་དེ་གི་ཡོད། དེ་འདྲས་ཡིན་དུས་བཟང་པ་བུ་རུ་ཁྱིམ་འདི་གི་ཨ་ནེ་ཤེས་ཡོན་བརྒྱུད་རིམ་འདི་གི་ཐོག་ནས་ད་ལྟ།

རང་སྤྱི་ཁོག་མ་ཡིན་པར་གཞན་ལ་ཡང་ཕན་ཐོགས་ཀྱང་ཡོད་དེ་ང་ཚོ་བུ་ཕྲུག་ཁྱིམ་སྡེ་གི་དམིགས་ཡུལ་གཅིག་རེད། བྱས་ཙང་རྩ་ཚིག་ནང་ལ་ཡོད་པ་ནང་བཞིན་བུ་ཕྲུག་ཁྱིམ་སྡེའི་ནང་ལ་ཡང་ཁྱོད་ཀྱི་སྙིང་པོ་ཨ་ནི་རང་ལས་གཞན་གཅེས་ཟེར་ཡ་འདི་ཁ་ཙམ་ཚིག་ཙམ་མ་ཡིན་པས་དགེ་འདུན་གྱི་ཐོག་ལ་ཡང་ལག་ལེན་བསྟར་དགོས་ཀྱི་ཡོད་སོང་ཙང་འདི་ང་ཚོའི་གི་བསླབ་བྱར་བརྩི་བའི་ཐོག་ནས་ང་ཚོའི་གོང་བུས་ག་རེ་བྱས་པ་ནས་འདི་སེམས་བཅངས་ཅིག་ང་ཚོ་འཇིག་པར་བརྟི་ཞུ་ཡོད་ཅིག་རེད། ད་ནང་བཞིན་གྱི་ང་ཚོ་གལ་ཆེ་ཤོས་ནང་ནས་ཆེ་ཤོས་དེ། ད་སྐྱབས་མགོན་རིན་པོ་ཆེ་གི་ཐུགས་བསྐྱེད་དམ་བཅའ་བཞིའི་གི་ནང་ཚན་ནས་ཨ་ནི་ང་རང་ཚོ་བོད་མི་རིགས་ཤིག་ཡིན་པའི་ཆ་ནས་དུས་ཚོད་གཉན་འཕྲང་ཅན། དེ་འདྲའི་ཞིག་གི་སྐབས་ལ་ཡང་ང་ཚོའི་ལས་འགན་འདི་བོད་མི་རིགས་ཀྱི་ལ་རྒྱ་བོད་མི་རིགས་ཀྱི་སེམས་ཤུགས་བོད་མི་རིགས་ལ་བཅངས་བའི་གི་ཨ་ནི་གར་སོ་རས་སྐད་ཡིག་རིག་གཞུང་ཆོས་ལུགས་རྒྱུད་དེ་གའི་དེ་ང་ཚོ་མི་ཉམས་པ་ཉམས་སླར་གསོ་བྱས་དང་ཉམས་པ་དེ་གའི་དེ་ཨ་ནི་སོར་ཆུད་བྱེད་ཡག་ད་ནང་བཞིན་ང་ཚོའི་རྒྱུན་འཛིན་བྱེད་ཐུབ་པའི་དེ་ཡིན་པ་སོང་ཙང་བུ་ཕྲུག་ཁྱིམ་སྡེ་གི་ངོས་ནས།

རོགས་པ། དེ་ན་ཤིང་དམར་ཕབ་མཁན་མང་པོ་ཡོད་རེད་དེ་ཚོ་ཚང་མའི་བཀའ་དྲིན་དེ་དེ་རིང་ང་ཚོ་དེ་གོ་སྐབས་འདི་བརྒྱུད་ནས་ཐུགས་ཆེ་གནང་ཞེས་པའི་གཅིག་དང། ཨེ་ལྷག་པར་དུ་ཡང་ད་བུ་ཕྲུག་ཁྱིམ་སྡེ་གི་ལས་ཀ་འདི་རྒྱལ་ཁབ་ཀྱི་ཐོག་ནས་རེད་མི་རིགས་ཅིག་རེད་སྤྱི་ཚོགས་རེད། གང་ཅིའི་ཐོག་ནས་གལ་ཆེ་ཤོས་དེ་ཤེས་ཡོན་སློབ་སྦྱོང་གོ་ཡ་དེ་གལ་ཆེན་པོ་ཞིག་རེད། དེ་ཚང་ཤེས་ཡོན་སློབ་སྦྱོང་སྤྲད་མཁན་གྱི་བསྟི་གནས་ཅིག་ཡིན་པའི་ཆ་ནས་ད་ལྟ་ཕར་དུ་ག་རེ་བྱུང་བ་དེ་གོང་དུ་ཞུས་པ་དེ་ག་གི་བཀའ་དྲིན་དང་ཡོང་རྒྱུ་དེ་བས་ག་པར་འགྲོ་དང་མ་འགྲོ་ཚད་དེ་ག་དེ་ད་ང་རང་ཚོ་བོད་པས་བོད་པ་ཡར་རོགས་སྐྱོར་བྱེད་ཡ་དང་ལྷག་པར་དུ་ཡང་བུ་ཕྲུག་ཁྱིམ་འདི་ནས་ཅིག་ཕ་གས་ཐོན་དེ་ངན་གི་སྤུ་གུ་དྲང་པོ་ཆེན་པོ་ཞིག་བྱེད་པ་སོང་ཙང་ད་ང་ཚོས་གིས་སོ་སོ་སུ་གིས་བློ་ཆས་གི་ཐོག་ནས་ཕ་གས་རོགས་སྐྱོར་བྱེད་ཡ་གི་དུས་ཚོད་རོ་ཤི་ལས་འདུག་བསམ་བསམ་དྲན་གི་འདུག་འདི་བྱུས་ཀོ་ཡའི་རྒྱུ་མཚན་ག་རེད་ཟེར་ན་ང་རང་ལྟ་བུ་ཆ་མཚོན་མི་ཡིན་ན་བུ་ཕྲུག་ཁྱིམ་འདིའི་བཀའ་དྲིན་ལ་བརྟེན་ནས་ད་ད་ལྟ་འདའི་སྐད་ཆའི་གོ་སྐབས་ཆེ་རག་རེད།

སློབ་གསོ་རྫོགས་ཀྱི་ཨ་ནི་བསམ་འཆར་དང་དགོངས་ཚུལ་ཡོད་པ་བཞི་གསུམ་གྱིས་ཨ་ནི་ང་ལ་ཡག་སྡུག་བྱེད་ཆེད་ག་ས་ག་ལ་ཡག་ཕྱོགས་བསྐྱོད་བྱེད་གོ་སྐབས་ཟེར་ག་གི་ཡོད་ཚོ་ད་དེ་རིང་འདའི་བཅར་ཡས་དེ་དེ་ཡིན་ལ་ཨ་ནི་རྣམ་པ་ཚོའི་ངོས་ནས་གནོན་ཤུགས་བརྒྱུད་གསུམ་དུ་ལ་ཡག་རོགས་སྐྱོར་འདུག་གནང་གི་འདུག་ཨ་འདི་ང་རང་ཚོ་བུ་རུ་ཁྱིམ་ཙམ་མ་ཡིན་པའི་བོད་པའི་སྤྱི་བའི་དོན་དག་ལ་ཡག་ཨ་ནི་ག་ཚོ་རེར་ལས་ཀ་བྱས་ཏེ་ཞིབ་གཞི་གལ་ཆེན་པོ་རེད། བོད་པའི་རྩ་དོན་ཐོག་ལ་ར་སྐོར་བྱས་ན་དེ་གལ་ཆེན་པོ་རེད། རྒྱ་བོད་རིན་པོ་ཆེའི་བཀའ་དགོངས་སྒྲུབ་ཡ་དེ་ང་ཚོའི་གི་ལས་འགན་གཙོ་བོ་གཅིག་རེད། ཨ་དེ་དང་མཉམ་ཐོག་ལ་བོད་ཕྲུག་ཁྱིམ་སྡེ་གི་དམིགས་ཡུལ་ཡོད་པ་ཞིག་བཟུང་གིས་ང་ཚོའི་སྤྱི་ཚོགས་ཐོག་ལ་ཡ་ཞབས་ཕྱི་ཞུ་ཐུབ་པ་ཡིན་ན་ང་ཚོས་མིག་དཔེ་བཟང་པོ་དེ་བརྒྱུད་ནས་མང་ཚོགས་ལ་ཡ། ག་ཚོར་སྒོ་ཁྲིད་ཐུབ་མེད་ན་ཡང་གོང་ནས་དྲ་སྣེ་མཉམ་རུབ་བྱས་ཐུབ་ཡ་ང་ཚོ་ནུས་པ་ཆེན་པོ་འཇོག་རེད།

ཐོག་ནས་ང་ཚོའི་ཚོགས་འདུ་འདི་ཚུགས་པ་རེད་ད་དོན་དག་ག་རེད་ཟེར་བ་ན་བུ་ཕྲུག་ཁྱིམ་སྡེ་གི་ལས་ཀ་དེ་བོད་སྤྱི་བའི་དོན་དག་ལ་ཡིན་ནས་ཆོག་གི་འདུག་ཆབ་སྲིད་ཀྱི་གནད་འགག་ཐོག་གི་ཡིན་ནས་ཆོག་གི་འདུག་གང་ཅིའི་ཐོག་ནས་གལ་ཆེན་པོ་ཡིན་འདུག་ཙམ་པ་དེ་མུ་མཐུད་ནས་གནས་པར་བྱེད་ཡ་དང་དེ་རྣམ་པར་རྒྱལ་ཡ་གི་དོན་དག་ལ་ཡང་ང་རང་ཚོའི་ངོས་ནས་སྡེ་བའི་གི་རོགས་སྐྱོར་བྱེད་མཁན་ཚང་མ་ཐུགས་ཆེ་ཞུ་བ་དང་ཨ་ནི་ད་ལྟ་ང་རང་ཚོ་ཡོད་སྡེ་བའི་གི་ཨ་ནི་སློབ་ཞུགས་ལས་ཞུགས་དང་དག་ན་ཤིང་ང་བུ་ཕྲུག་ཁྱིམ་སྡེ་གི་ཨ་ནི་ལས་དོན་ལ་ཡང་རྒྱབ་སྐྱོར་གནང་མཁན་ཚང་མའི་ངོས་ནས་ཕྱར་བ་དྲུག་སྡེ་གི་ཐོག་ནས་རྒྱབ་སྐྱོར་གནང་རོགས་གྱིས།

རྒྱ་བོད་མི་རིགས་གོང་འཕར་ཡོད་པ་ནང་བཞིན་གྱི་ཨ་ནི་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ངོ་བོ་ཐོག་ནས་གཅིག་ཕན་གཅིག་གྲོགས་བྱས་ཡོང་བསམ་པ་ནུས་པ་དེ་འདྲ་ཐོན་དགོས་རེད་དེ་ཡང་ང་ཚོ་གར་ཆེར་ཞུགས་བར་ཟེར་ན་མཚམས་མཚམས་ཡང་ང་ཚོའི་བསམ་བློ་དེ་བོད་པ་སྤྱི་ཁོག་མ་གཏོགས་མེད་པ་བཟང་ཞིང་ང་ཚོའི་ནང་ལ་ཡང་དེ་རིང་ཁ་སང་དུས་ཚོད་ལ་ཧི་མ་ལ་ཡའི་སྤུག་དཔེ་མང་པོ་ཡོད་རེད། བྱས་ཙང་ཧི་མ་ལ་ཡའི་སྤུག་ཡོད་དུས་བཟང་པོ་དེང་སང་བསམ་ཚུལ་ནང་ལ་ག་རེ་ཡོད་རེད་ཟེར་ལབ་ཡོང་ན་བུ་རི་ཁྱིམ་དེ་ད་རོགས་པ་ཆེ་པོ་མ་རེད་ཧི་མ་ལ་ཡའི་ཆ་ད་རེད་དེ་འདྲས་མཚམས་མཚམས་གསུང་དེ་གའི་དེ་འདྲ་ཡོད་ས་རེད་དེ་དེ་འདྲས་རང་མ་རྟགས། གར་སར་སྔ་མོ་ནས་ཡོད་རེད་ད་ལྟ་ཡིན་ནས་ཡོད་རེད་ད་ད་ལྟ་གར་ཡོད་རེད་ཟེར་ལབ་ཡིན་ན། བོད་ནས་ཡོང་མཁན་སྤུན་ཉུང་རུ་ཕྱིན་པ་དང་རྒྱ་གར་ནང་ལ་ཡར་སྐྱེད་སྲིང་མེད་པ་དང་ད་ག་ན་ཞིག་གནས་སྤོས་བྱས་པའི་རྒྱུ་མཚན་ཙམ་ལ་ང་ཚོ་ཚང་མ་བོད་པའི་སྤྱི་ཚོགས་ཚང་མ་ལ་ཡར་མི་འགོག་དཀའ་ངལ་འདི་འཕྲད་ཀྱི་འགོར་བ་ཡིན་ནི་ཡང་ང་རང་ཚོ་ལ་ཡར་རིག་གཞུང་གཅིག་པ་ལུགས་རྒྱུད་གཅིག་པ་སྐད་ཡིག་གཅིག་པ་ཆོས་གཅིག་པ་གོམས་སྲོལ་གཅིག་པ་ཡིན་བསྡད་པ་དེ་ང་ཚོ་ཧི་མ་ལ་ཡི་ནས་འདི་ག་རེད། མ་འོངས་པར་ཡིན་ན་ནས་སྐྱག་མོ་རིན་པོ་ཆེའི་ཐུགས་རེ་ཡོད་པ་ནང་བཞིན་འདི་ཧ་ནི་ང་ཚོའི་ཐུན་མོང་མ་ཡིན་པའི་འཛམ་བུ་གླིང་ལ་ཡར་ངོམས་སུ་ཕྱོགས་པའི་ཁྱད་ཆོས་བཟང་པོ་དེ་མི་ཉམས་དོན་ཚིག་གོ་གི་ཡོད་ན་ཁོང་ཚོ་འདིར་ཡར་རང་དབང་གིས་དང་ཆབ་སྲིད་ཀྱི་ཐོག་ནས་རང་བཙན་ཡོད་པ་ཡིན་པ་སོང་ཙང་ཨ་ནི་དེ་ལ་ཡར་ཨ་ནི་ཐུགས་རེ་ཞིབ་མོ་གནང་གི་ཡོད་ད་ང་ཚོའི་ངོས་ནས་ཡང་དེ་དེ་བཞིན་རང་བྱས་རྗེས་ང་ཚོ་སྡུག་ཏུ་འགྲོ་དགོས་རེད་དེ་ཡིན་དུས་ཙང་པ་བུ་ཕྲུག་ཁྱིམ་སྡེའི་ནང་ལ་ཡང་ད་ལྟའི་ཆ་ལ་ཡར་སྔ་མོ་ལས་ལྟས་འོས་ཀྱི་ཧི་མ་ལ་ཡའི་ཁུག་མང་རུ་ཕྱིན་ཡོད་ཙང་ཁྱིན་བདེན་པ་རེད་ཕྱིན་ཡོད་རེད་ཡིན་ན་ཡང་ད་ལྟ་སྡུག་ལྟས་འོས་ན་བརྒྱ་ཆ་དྲུག་ཅུ་རབ་བདུན་སོ་བཞི་ནི་ང་རང་ཚོ་བོད་རིགས་རང་རེད།